ངོ་བོ་གཅིག་པ་ཤ་སྟག་སྟག་རེད་པ་དེ་ཡིན་ནས་སོ་སོའི་སྐུ་ཡི་རྣམ་འགྱུར་བསྟན་ལུགས། ཐོག་མར། བྱང་ཆུབ་ཏུ་ཐུགས་བསྐྱེད་དུས་ཐུགས་བསྐྱེད་ལུགས། དེ་འདྲ་གི་ཆེས་རྟོགས་ཚུལ་ཡོད་རེད། ཚེ་དཔག་མེད་ཀྱི་མཚན་བརྗོད་ནི་ཚེ་རིང་རུ་འགྲོ་ཡག་འགྲོ། ཐོག་མར་ཐུགས་བསྐྱེད་དུས་ཀྱི་ཆེ་རེད། དག་ན་གཞན་ཕན་བླ་གི་པའི་མཚན་བརྗོད་གསུང་དུས་ཀྱི་ནི་པའི་དུས་མི་ཆེ་བ་ལ། པའི་ཚེ་རིང་རུ་འགྲོ་བ་ཡང་ཨ་ལ་ལ་རེད་དེ་ནད་མེད་པར་ཡོང་ཡག་འགྲོ། དག་ན་གཞན་སྐྱེ་བ་ཕྱི་མ་བདེ་བ་ཅན་ལ་སྐྱེ་ཡག་འགྲོ། འོ་དེ་ཚོ་སྐོམ་པ། ནས་ཐུགས་བསྐྱེད་དུས་ཀྱི་ཁྱད་པར་དེ་འདྲ་ཡོག་ཡིན་ཙང། རྡོ་རྗེ་སེམས་དཔའ་ཡངས་པའི་སྡིག་པ་འབྱུང་བ་ལ་མཆོག་ཏུ་བསྔགས་པ་རེད་བོ། དེ་འདྲ་ཡོག་རེད་རྡོ་རྗེ་སེམས་དཔའི་དགོངས་འགྲེལ་དེ་མཇལ་དགོས་ཡ་དེ་རེད། ང་རང་ཚོ་མགོ་བཞི་གཉེན་བསྟེན་ཚུལ་བདེན་བཟུང་བ་ཅིག་གི་བས། ཆེ་བ་མི་རྟག་པ་དེ་འབྱོར་དོན་ཕྱིན་ཉེས་དཀའ་ངལ་བཟུང་གི་སྡུག་བསྔལ་ལས་ངན་བྱུང་འཁོར་བ་ལས་ངན་བྱུང་ལས་རྒྱུ་འབྲས་ལ་ཡིད་ཆེས། དག་སྣང་གཞན་གྱི་བས་མ་ཤེས་དད་ལྡན་བྱང་སྙིང་གཅིག་བྱང་ཤུལ་གྱི་སེམས། ཨ་ནི་གསང་སྔགས་ཀྱི་ཟབ་ལམ་རིགས་གཉིས་ཀྱི་རྟོགས་པ་གསལ་ཡ་འདྲ་བོ།

ཉེར་ལེན་གྱི་རྒྱུ་དམིགས་སྣང་སྐྱོང་བ་གསུམ། གསུང་འགྲེལ་དུ་བྱས་པ་གོ་བ་ཡིན་གསུངས་ཡོད་པ་རེད། དེ་འདྲའི་ཡིག་ཚང་ནི་རྒྱལ་པོ་ཆིག་གེ་པས་བོད་ཁ་ལ་གསར་སྦྱོང་མཛད་པའི་སྐོར་བསྡུས་པའི་ཞབས་ཕྱི་ཚང་མ་བཞག་ཁུངས་དཔོན་གཡོག་རྒྱས་མ་གཏོགས་མེད་པ། སྐུ་མཆེད་ཚང་མ་ཕ་ཡི་འོད་ཁ་ལྡན་གྱི་བྱམས་པ་བཞེས་གསོལ་བཅས་གལ་གེའི་མེད་པ་བཅས་ཡང་ཡི་གེ་རྫ་སིང་ལ་བཞུགས། རྫ་སིང་ལ་བཞུགས་དུས་དཔོན་གཡོག་རྒྱས་ཅག་ལ་ཁྲིད་ལས་ཡོད་དོ་ཁ་པོ་མ་རེད་ཁོང་སྐུ་བྱང་ཡིན་མི་འདྲ། ཨ་འདི་ནི་ཟ་སྦྱོང་ཁོ་རང་བྱས་ནས་པས་ཟ་སྦྱོང་བྱས་བྱ་བི་ལ་བཟི་ཏོག་ནོ་ཨ་ནི་ཡང་མིག་པ་བཅུང་ནས་འོང་བསྐྱོན། གང་ག། པས་སུང་འདྲིས་བྱས་དང་པོ་འོལ་ཀ་ཆུ་ཀླུང་ལ་སྟོང་ཤག་དང། པས་བརྒྱ་ཕྱག་བྲིས་ནས་སྟོང་ཤག་ཚད་ནས་སུང་གི་སུང་གི་ལ་ཕྱག་ཚད་ནས་ཏི་ཐོད་ཀྱི་རི་གཅིག་རི་སྟོང་འདྲ། བ་དེ་འདི་ལ་སྟོང་ཤག་སུང་སུང་ང་ཞལ་གཟིགས་པ་རེད། ད་རྒྱུ་གསུམ་པོ་དེ་ངེས་བ་རེད། བླ་མ་ཡི་དམ་དབྱེར་མེད་དུ་བསྐྱེད་ནས་གསོལ་བ་ཆུ་དྲག་ཏུ་རྒྱུན་དུ་བཏབ་པ་གཅིག་དགོས་རེད། ཚོགས་གཅིག། ཚོགས་བསགས་འབྲི་སྦྱང་བྱེད་དགོས་གཉིས། དམིགས་སྣང་སྐྱོང་དགོས་རེད། དམིགས་པ་ག་རེ་ཡིན་ན་དེ་བསམ་བློ་གཏོང་ནས་སྒོམ་རྒྱག་དགོས་རེད་གསུང་གི་རེད། བཀའ་གདམས་བླ་མ་དགེ་བཤེས། དོལ་པ། དོལ་ནི་ཡིན་པ་བྱེད་བ་རེད། དོལ་པ་གི་གསུང་ནི། ཞར་ལ་ཚོགས་སོ། ཞར་ལ་སྒྲིབ་པ་སྦྱོང། ཞར་ལ་ལྷ་དང་བླ་མ་ལ་གསོལ་བ་བཏབ།

གནས་འདིར། ལྷ་དང་བླ་མ་ལ་གསོལ་བ་བཏབ། ཉེར་ལེན་བརྒྱུད་པའི་ལྟེ་བ་སྟེ་བུམ་པར་ས་བོན་གྱི་ཚུལ་དེ་ནི། འོ་དང། མིག་ནང་ཅུང་བ་དེ་བྱས། ཅུང་བ་དང་བཅས་སོང་བར། རུས་ཤིང་དང་བཅས་ཏེ་སམ་ནང་སོ་རུས་ཤིང་སུ་དུ་ཙམ་པའི་སྙིང་རུས་བྱས་ནས་སྙིང་ལ་རུས་པ་ཅུང་འདུག་དཀའ་ལས་རྒྱབ་ནས་བྱེད་ཀྱི་ཡིན་ན་བྱས་པ་རེད། རུས་ཤིང་དང་བཅས་ཏེ་སམ་ན། འདུ་བྱེད་བསོད་ནམས་མི་འདོད་པ་ཡིན་པས་སོང་བ་རེད། འདུ་བྱེད་བསོད་ནམས་མི་འདོད་ཟེར་དུས་འདུ་བྱེད་རེད་བ། དངོས་པོ་འདུ་བྱེད་རེད་མ་འདུ་བྱེད་ཡིན་ཙང་ཁོ་སུ་ན་དེ་བརྟན་པོ་ཅིག་བསྡད་གི་མ་རེད་འཇུར་འགྲོ་མཁན་ཅིག་རེད་ཅེས་བ་རེད། མི་གཅིག་བསམ་པ་ཡ་གཅིག་ཡོང་གི་རེད་གཅིག་གི་རེད་བསམ་པ་ཡ་མི་གཅིག་ཡོང་གི་རེད་ཡོད་བསམ་པ་ཡ་མེད་པ་རེད་འགྲོ་གི་རེད་བྱས་ཙང་འཇུར་ཡག་གི་ཆུ་ཆེན་རེད་འདུ་བྱེད་འདུ་བྱེད་སུ་ན་མི་འདོད་པ་ཡིན་པས་རང་ཅག་བསྡད་གི་མ་རེད་ཅེས་བ་རེད། ལོ་བརྒྱར་མི་གཅིག་ཉམས་པ་ཡང་ཇི་ཞིག་ལ་ལྟར་དེ་སྐྱེ་བ་ཡིན། ང་ལ་ལྟོས་པ་འདི་ལོ་བརྒྱ་ལ་སྐྱེ་གི་མ་རེད་བསམ་པ་ཅིག་ཡིན་ནའི

ལྷ་སྤྱན་མ་བསང་དང་མ་གཏོགས་བླ་མ་དང་དབྱེར་མེད་ཀྱི་གསོལ་བ་བཏབ། ལྕགས་འབྲུ་བཅད། མགོ་བོར་བ་ལྕགས་ནུ་མ་བཅད་ནི་སྡིག་པ་སྦྱང་ས་རག་མ་རེད། ད་ནང་བཞིན་གྱི། ཨ་ནི། པས་ཧེ་རུ་ཀའི་གོ་འཕང། ང་རང་ཚོས་ཧེ་རུ་ཀ་རོ་ད་མདའ། ཧེ་རུ་ཀའི་གོ་འཕང་སྐུ་གསུང་གི་གོ་འཕང་དེ་བས་རིང་པོར་མ་མི་ཐོགས་པ་བས་མགྱོགས་པོ་གཅིག་ལ་མངོན་དུ་བྱེད་དགོས་བསམ་པ་རུ་གཅིག་བྱས། དེ་བྱས་པ་ལ། ཐབས་རྡུགས་ཤོས་ཀྱི་གེགས་དེ་སུ་རེད་ཟེར་ན། སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་ཐབས་རྡུགས་ཤོས་ཀྱི་བར་ཆད་བྱེད་མཁན་དེ་འདི་སྟོང་ཉིད་རེད་བདེ་བ་དང་སྟོང་བ། ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་རེད། སྒྲིབ་པ་གཉིས་ཀྱི་ནང་ན་མཐོ་ཤོས་མཐོ་ཤོས་དེ་བདེ་བ་དང་སྟོང་བ་རེད། འདི་སྟོང་ཉིད་ཀྱི་ངན་སོང་ནི་མ་འཁྲིད་འགྲོ་གི་བསྐལ་པ་མང་པོ་རིང་ལ་དེ་བར་གཡུག་བཞག་དེ་ནས་ངན་སོང་བར་དུ་བརྩོན་འགྲུས་ཅན་འདི་འགྲོ་མིན་ཙམ་ཡང་གོ་རྒྱུ་མེད་ན། ཨ་ན་ས་ལམ་སྤངས་རྟོགས་ཀྱི་ཡོན་ཏན་ཇི་ལྟར་དགོངས་རྒྱུ་དང་མིན་གོ་རྒྱུ་ག་ནས་ཡོད་རྟོགས་ཤོས་ཀྱི་འདི་སྟོང་རེད་དེ་སྦྱང་དགོ་བསམ་པར་བྱེད་དགོ་རེད། ཤངས་ཆུང་ཡག་པོ་བྱས་སྟོང་ཤག་རབ་ཏུ་ཆགས་འགྲོ་ཚེ། རྡོ་རྗེ་སེམས་དཔའི་དགོངས་འགྲེལ་འབྲི་དོན་ག་རེ་ཡིན་ན་གཉེན་པོ་ཏོག་བཞི་ཚང་བ་ཅི་ལ་འབད་གི་ཡིན་ན་སྡུག་རུས་རྒྱབ་གི་ཡིན་ན་བརྗོད་སྨིན་ཡོང་གི་ཡོད་རེད། བརྗོད་སྨིན་བརྗོད་སྨིན་ཟེར་ཡ་དེ་ལ་སྐྱོན་སྨིན་པ་ཅི་དང་ཡོན་ཏན་སྨིན་པ་ཅི་ཡོད་རེད། སྐྱོན་སྨིན་ན་ག་རེ་ཡོད་རེད་ཟེར་ན་སྐྱོན་སྨིན་ན་འབྲས་སྨིན་པ་བསྟོད་ན་རུང་བ་ཟེར་ཞིང་འབྲས་སྨིན་པ་འབྲས་ཟེར་ཡ་དེ་སྤྲང་པ། གཟུགས་ཀྱི་ལུས་པའི་གཉེན་པོའི་སྒྲུབ་པོ་གཅིག་པའི་དྲག་པོ་དེ་སྐྲངས་ཡོང་ནས། ན་ཚ་བཏང་ན་སྐྲངས་པ་ཆེན་པོ་བྱུང་སོང་ན་ཤ་བཏང་ན་རྙེད་དཀའ་བྱེད་པ་རེད་ཅེས་ལས་དུ་བ་ཡོང་གི་རེད་ཨ་ལི་ཁ་ཁ་བཞག་གོ་རེད་ཁ་ཁ་བཞག་ཁོ་ག་ལེར་ག་ལེར་ཚུར་ནང་ལ་ཁོག་བཅུག་ཚུར་ནང་ལ་ཁོག་སོང་ཁོ་སྨིན་པ་རེད་དེ་ནི་ལྟོས་དང་གོ་རེད་ལྟོས་ན་ནང་དེ་སྟོན་བཞག་ན་ཁོ་དྲག་ཡོང་གི་རེད་དེ་བ་ནང་བཞིན་སྐྱོན་སྨིན་པ་སྒྲིབ་པ་དེ་སྨིན་ནས་སྒྲིབ་པ་ཡག་པོ་སྦྱང་ཐུབ་ན་ཨ་ནི། ཨ་ནི་ཡང་མགྱོགས་པོ་ཞིག་འགྲོ་ཡག་ལྟ་རྒྱུ་ཅི་ཡོད་རེད། ཡོན་ཏན་མིན་ན་ནི་ག་རེ་ཡོད་རེད་ན་ཡོན་ཏན་མིན་ན་ཤིང་ཏོག་མིན་པ་དེ་ཟ་རན་ཡོད་རེད་ཤིང་ཏོག་མ་མེད་གོང་དངུལ་ཏོག་ཟ་ན་ཞིམ་པོ་ཡོད་མ་རེད་དྲག་པོ་དྲག་པོ་ཅན་གྲོགས་ཡོད་མ་རེད་ཤིང་ཏོག་གོ་སྨིན་བཅུག་ཡག་པོ་ཅིག་སྨིན་སོང་ཚེ་ཟ་གི་ནི་ཞིམ་པོ་ཡོད་རེད་ད་ག་ནང་བཞིན་ཡོན་ཏན་དེ་སྨིན་ཡོང་དུས་ཨ་ནི་ཡོན་ཏན་ལ་བེད་སྤྱོད་གཏོང་པའི་ཞེས་ཡག་པོ་ཞི་དྲག་ཡོང་རྒྱུ་ཡོད་རེད།

ཞིང་ཁའི་ནང་ལས་ལུས་མེད་ན་ས་དེ་ཧྲོང་འབྲུག་སྡོད་ན་ས་ཁྲག་རུ་ཁྲག་རུ་སྟོན་ཟོག་ཕ་བུ་མ་གཏོགས་མ་སྐྱེས་འབྲུག་གུ་ཆུན་ཆུན་ཅི་ལས་མ་ཤི་ཡ་དེ་ས་དེ་ཧྲོང་འགྲོ་བ་རེད་ད་ནང་བཞིན་ང་རང་ཚོའི་ཐོག་མ་དད་པ་དེ་ཡག་པོ་དགོས་རེད་ཨ་ནི་མིང་ཡག་དེ་དད་སོགས་དབུ་མ་ལ་ལྷན་དགོས་རེད་སངས་རྒྱས་སུ་མའི་དད་པ་དང་རྒྱན་སོགས་སྤྱོད་ཡུལ་བརྩོན་འགྲུས་དང་བསམ་པ་ཕན་སོགས་དྲན་པ་དང། རྣམ་པར་མི་རྟོག་ཏིང་འཛིན་དང་ཆོས་རྣམས་རྣམ་པ་ཐམས་ཅད་དང་ཤེས་པའི་ཤར་བའི་དང་ནང་སྔགས། དད་སོགས་དབུ་མ་ལྔ་པོ་དེ་ནང་ལ་བ་དང། ཞེས་ཉེས་བསྟན་ཚུལ་ནི་བཟུང་བ་གཅིག་གིས་སངས་མ་རྒྱས་ཀྱི་བར་གྱི་ལམ་གང་གཱ་དེ་ན་འདུས་བྱས་བར་དང། ལྷག་པར་དུ་སྡེ་སྒྲིག་དེ་ལ་བཤགས་སྦྱོང་ཡག་པོ་བྱེད་མ་བྱས་ན། སྡིག་པ་དེ་ཡག་པོ་ཅིག་སྦྱངས་མ་ཐུབ་ན། ཨ་ནི་གང་ཡང་ཡོང་ས་མེད་པ་ཡིན་ད་གལ་ཆེ་ཤོས་ཅིག་རེད། ད་སྡིག་པ་སྦྱོང་བ་ལ་ཆོས་ག་རེ་བྱས་ནས་འགྱོད་པ་ཡོད་ན་སྡིག་པ་དག་དེ་དག་གི་རེད་དེ།

སྤྱད་པར་བྱ། ཐུན་མཚམས་ལ་འདོན་ནས་བཟླས་ཀྱི་ཡོད་རེད། བདག་བསྐྱེད་རྣམས་ལན་གཅིག་མཆིས་འདོན་དགོས་མ་རེད། མུ་ཧྲ་དུ་ནི་འདས་གྱུར་ན་རྣམ་པར་དག་པའི་བདག་བསྐྱེད་འགྱུར། རྡོ་རྗེ་སེམས་དཔའི་སྔགས་ཡིག་འཇམ་པོ་འདི་གཅིག་འདོན་གྱི་ཡིན་ན་རྩ་ལྟུང་ཡང་དག་ཡོང་གསུངས་པ་རེད། ད་བཤད་མི་དགོས་བྱས་རྡོ་རྗེ་སེམས་དཔའ་དངོས་གཞི་ཁ་སིང་བཤད་ཚར་རེད་དེ་འདོན་བྱས།

རྗེས་བཅད་བསྐོར་སོ། དཀོན་མཆོག་སྲུང་བ་སྐྱབས་སུ་འགྲོ། སྲིན་ཆེན་ཐམས་ཅད་བདག་གི་ཁྲིད་བཅའ་འབྲུ་ཚིག་ཅེས་སྲིན་བཅའི་ཚིག་ཅིག་རེད། འདི་ལ་བཅའ་འབྲུ་མང་པོ་ཡོད་པ་རེད་སངས་རྒྱས་ཆོས་དང་དགེ་འདུན་ལ། སྐྱབས་དཀོན་མཆོག་སྲུང་བཅས་སངས་རྒྱས་ཆོས་དགེ་འདུན་ལ། རྟག་ཏུ་དང་ཐེག་པ་གསུམ་པོ་ཐ་ཆད་དང་ཟེར་དུས། ཐེག་པ། པའི་ཐེག་པ་ཆེན་པོ་རང་སངས་རང་རྗེས་ཉན་ཐོས་ཀྱི་ཐེག་པ་གསུམ་པོ་ཐམས་ཅད་བཅས་ཐེག་པ་གསུམ་པོ་ཐམས་ཅད་དང། རྣལ་འབྱོར་གསང་སྔགས་མཁའ་འགྲོ་མ། བ་དང། ལྕགས་ཡུལ་གངྒཱ་ཡི་སྨོན་ཡོངས་རེ་གནས་ཆོས་བཟང་ངང་ཁ་ནུ་མ་དཔའ་བོ་དཔའ་མོ་དབང་ལྷ་མོ་བྱང་ཆུབ་སེམས་དཔའ་བདག་ཉིད་ཆེས་གངྒཱ་ལ་པའི་ལྕགས་འབྲུག་ཅེས་པ་རེད། ཁྱད་པར་དུ་ཡང་སློབ་དཔོན་ལ་དྭགས་དོ་དྭགས་ནས་བཅས་སུ་ཆོས་སྲིད་དོད་པའི་ལྕགས་ཡུལ་བཟང་མཆོག་ཆོས་བཟང་ཆེས་བྱང་སེམས་དཔའ་བོ་ཁ་ནུ་ཚང་མ་ཨ་ལགས་ལགས་ཏེ་དེ་བས་ནང་ནས་ཀྱང་གཙོ་བོ་དཀྱིལ་ཆོག་རེད་པ་དེ་སློབ་དཔོན་ལ་ལྕགས་འབྲུག་དེ་གཙོ་བོ་བྱས་པ་རེད། ཡན་པ་ཚོས་མ་སློབ་དཔོན་དང་སངས་རྒྱས་སྤྱི་དཔའ་རེད། སངས་རྒྱས་ལས་ཀྱང་སློབ་དཔོན་ལྷག་པར་བསྟེན་དགོས་རེད། རང་གི་བླ་མ་ལ་དད་པ་ཆེར་བྱེད་དགོས། སངས་རྒྱས་ལས་ཀྱང་སངས་རྒྱས་ཚར་ནས་བླ་མ་ལ་ཕྱག་འཚལ་ཏེ་དགོས་དོན་དུ་ཡང་བསྙེགས། དེ་འདྲའི་ཡིག་ཚང་འདི་ཡི་གནས་འདྲ་པོ་དེ་འདི་ན་བཏོན་ནས་ཁྱད་པར་དུ་ཡང་སློབ་དཔོན་རྟག་ཏུ་བདག་གི་སྐྱབས་སུ་བྱས། དེ་ནས། སེམས་ཅན་ཀུན་གྱི་དོན་བྱེད་ཀྱི་བདག་ནི་ཧེ་རུ་ཀ་ཡིན། སེམས་ཅན་ཐམས་ཅད་ཧེ་རུ་ཀའི་གུ་མོ་ཁྱོད་ལ་འགོད་པར་བྱ་ཟེར་སེམས་ཅན་རེད། སེམས་ཅན་ཐམས་ཅད་ཀྱི་དོན་དུ་བདག་སྟན་ཐོག་འདས་རང། ཚེ་ཐུང་གཅིག་ལ་ཧེ་རུ་ཀའི་གོ་འཕོང་མངོན་དུ་བྱས་ན་སངས་རྒྱས་ཧེ་རུ་ཀའི་གོ་འཕོང་ཐོབ་པར་བྱས་ནས་ད་སིང་ཅང་ཏའི་ཧེ་རུ་ཀའི་གོ་འཕོང་ལ་བཞག་གོ་བསམ་བྱ་ཆོས་སེམས་རེད། ད་སྐྱང་དྲུག་སེང་བཅད་གཉིས་པོ་དེ་ཏོག་བཞི་གི་ནང་བསྟན་གྱི་ཏོག་རེད། ད་སྐྱབས་ཡུལ་དེ་ག་འདྲ་གསལ་བལྟ་དགོས་རེད་ཟེར་ན། ད་བླ་མ་ཚུགས་ཀྱི་མེད་གསུང་ཆོས་ལ་ཡ། སྐྱབས་ཡུལ་སངས་རྒྱས་བྱང་སེམས་བླ་མ་ཡི་དམ་ཅི་ད་གསལ་བཏབ་ཤེས་ན་ནི་དྲུང་འཚོགས། དེ་མ་ཤེས་ན་དཀོན་དུས་ནོར་བུ་བླུག། དེའི་མ་ཤེས་ནི་མདུན་ལ་གེགས་སེལ་བཏབ་མ་ཤེས་ན་བླ་མ་བཅོལ་སོང་ཡིད་ལ་བཅོལ་འབོད་དང། སངས་རྒྱས་དང་བླ་མ་མེད་པའི་ས་ཕྱོགས་བླ་མ་སངས་རྒྱས་གཅིག་པ་རེད། སངས་རྒྱས་མེད་པའི་ས་ཕྱོགས་ཡོད་མ་རེད། དེ་མཁྱེན་བདེ་པོ་རེད་ཁྲིད་ལ་ཡོད་ཡོད་ཁ་རེད་གསུང་གི་ཡོད་རེད་ལག་ལེན་ཡང་དག་རེད། ད་རེས་དེ་འགྲིག་གི་ཡོད་མ་རེད། འདི་ཐུན་མོང་མ་ཡིན་པ་བྱས་ན་སྤྱང་གྲུང་དེ་ག་འདྲ་ཅི་སེ་ལྟ་དགོས་རེད་ཟེར་ན་སྐད་ཅིག་གིས་རང་གི་མདུན་གྱི་ན་ཁའི་དབྱིངས་སུ་རང་གི་མདུན་གྱི་ན་ཁ་ལ། ཨ་ནི། བའི་ངེས་དོན་གྱི་བླ་མ་ཧེ་རུ་ཀ། ངེས་དོན་གྱི་བླ་མ་ཧེ་རུ་ཀ་སེ་སྟོན་གཙང་ན། ཐུགས་བདེ་སྟོང་གི་ཡེ་ཤེས་དེ་ལ་གོ་བ་རེད། ཧེ་རུ་ཀ་ཡི་ཐུགས་བདེ་སྟོང་གི་ཡེ་ཤེས་དེ། རང་གི་བླ་མ་དང་ཧེ་རུ་ཀ་ཡི་ཐུགས་བདེ་སྟོང་གི་ཡེ་ཤེས་དབྱེར་མེད་པ་ཅིག་ཅི་བ་ཅན། དེ་ལྟ་བུའི་ངེས་དོན་གྱི་བླ་མ་བདེ་སྟོང་ཧེ་རུ་ཀ་དེ་དྲང་དོན་གྱི་བླ་མ་བས་གཞན་ལག་གི་རྣམ་པ་ཅན་བཀའ་དྲིན་གསུང་ལྡན་གྱི་བླ་མ་སོ་སོ་ཆོས་གསུང་མཁན་གྱི་བླ་མས་བས་རྣམ་པ་ཅན། དེ་ཡས་པས། རྒྱལ་དུས་ཀྱི་རྣམ་པ་མ་ཡིན་པ་རྒྱལ་བ་རྡོ་རྗེ་འཆང། སྐུ་མདོག་སྐུ་དེ་རྒྱལ་བ་རྡོ་རྗེ་འཆང། ཡབ་ཡུམ་གྱི་རྣམ་པ་ཅན། དེ་ལ་ཧེ་རུ་ཀ་ཡི་རིགས་ཀྱི་བདག་པོ་དབུའི་ཐོག་ཏུ་བཞུགས་ཏེ་གནས། དེ་ལྟ་བུའི་འཁོར་ལོ་བསྡོམས་པ་ལྷ་དྲུག་ཅུ་རྩ་གཉིས་ཚོགས་འཁོར་ཡོངས་རྫོགས། དེ་ཡི་མཐའ་དེ་ལ་བརྟེན་ནས་གཞན་ཡང་ལྷ་དང་ལྷ་མོ་ཁྲོ་བོ་དང་ཁྲོ་མོ་དབང་གི་ལྷ་མོ། ཡོངས་སུ་རྫོགས་པ་སྤྲིན་གྱི་ཕུང་པོ་གཏིབས་པ་དང་གསལ་བཏབ་གོ་བའི་གསུང་རེད། ད་འོ་ན་ཐེག་པ་ཆེན་པོའི་ལྕགས་འབྲུ་རེད། དེའི་སྐབས་ལ་ཐེག་པ་གསུམ་པོ་ཐང་ཆད་དང་ཐེག་པ་གསུམ་ཉན་ཐོས་རང་ཆས་ལ་ལྕགས་འབྲུ་ལྕགས་ཀུ་ལ་ག་རེ་རེད། དེ་ཚོགས་ཞིང་གསལ་བཏགས་ལུགས་དེ་བཤད་ན་ཧ་གོ་གི་རེད། ལྕགས་འབྲུ་ལྕགས་ཡུལ་དང་བླ་མ་འཆོལ་བའི་ཚོགས་ཞིང་གཅིག་པ་རེད། བླ་མ་འཆོལ་བའི་ཚོགས་ཞིང་གི་གཙོ་བོ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་རེད་གཞན་པ་གཅིག་པ་རེད། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་དེ་ལྕགས་ཡུལ་དར་ན་འདི་གི་ལྕགས་འབྲུ་སྒང་ལ་གཙོ་བོ་བླ་མ་བློ་བཟང་ཐུབ་དབྱངས་བཞུགས་ས་དེ་ལ་ཧེ་རུ་ཀ་བཞུགས་གི་རེད། གཙོ་བོ་བླ་མ་ཧེ་རུ་ཀ། དེ་ཡི་དབུ་གཙུག་ལ་རིགས་ཀྱི་བདག་པོ་བླ་མ་རྩ་བའི་བླ་མ་མདོ་བྱང་གི་རྣམ་པ་ཅན་གཅིག་བཞུགས། སྐུ་ཡི་ཆ་ཤས་ཚང་མ་ལ་ལུས་དཀྱིལ་གྱི་ལྷ་དྲུག་ཅུ་རྩ་གཉིས་བཞུགས། དེ་མ་ཡིན་པར་རྒྱུད་སྡེ་བཞིའི་ལྷ་སོགས་གང་གཱ་སྤྱི་བ་བཅས། ད་ལྟའི་ཐ་ལ་ཉན་ཐོས་རང་རྒྱལ་སེ་ཡ་དེ་ཚོ་ཉན་ཐོས་བཅུ་དྲུག་ཉིད་གནས་བརྟན་བཅུ་དྲུག་རང་རྒྱལ།

ད་ཆོས་འབྲེལ་དངོས་ཐོག་ཚུར་འདོན་དུ་བྱས་དེ་བྲིས་ཐུབ་ཀྱི་ཡོད་མ་རེད་འདོད་ལ་བྲིས་ན་ཚོ་ཞིང་ཁོ་རང་བྲིས་ཤོག་གི་རེད་ནི། ད་ཉང་ལེན་བྱིན་རླབས་བརྗོད་དེ་རྒྱ་ལོག་ངོས་དེ་ཡང་བྲིས་ཀྱི་འདུག་མོ་ད་ཉང་ལེན་བྱིན་རླབས་བརྗོད་བཞུགས་ས་དེ་ལ། གདེང་འཇོག་གི་བླ་མཆོད་དེ་བཞུགས་པར་ད་ཡང་རྙེད་དེ་མ་གཏོགས་གཞན་གཅིག་པ་རེད། ད་བླ་མ་ཆོས་ཚོ་ཞིང་ནང་གཞན་རེད་དེ། པ་སངས་ཞིང་དང་འོ་མའི་ཚོ་དེ་འགོ་མ་རེད་ཟིན་བྲིས་ཁོ་རང་རེད། པ་བསམ་ཤེས་དམ་དེ་དགོས་མ་རེད། ཨན་ས་ཉིན་བཅོས་ཚོགས་ཞིང་འདི་སྤྱོད་པ་བཅོས་གཏོང་མཁན་གའི་ཚོགས་ཞིང་དེ་རེད། ཞོ་བས་གཏོར་མ་གཏོང་མཁན་གི་ཚོགས་ཞིང་ཡང་དེ་རེད། སྲང་གཏོང་མཁན་གི་ཚོགས་ཞིང་ཡང་དེ་རེད། ག་བ་ཁེ་ཁེ་ལ་དེ་རང་ཁེ་དགོས་རེད། ཅི་ཞིག་ཀོན་སྤྲུལ་ཡིན་གསུངས། ད་དཀོན་མཆོག་གསུང་ངོས་འཛིན་བྱེད་ལུགས་དེ་ལ་ང་ལུགས་ལ་བླ་མ་ཡི་དམ་མཁའ་འགྲོ་གསུང་ལ་དཀོན་མཆོག་གསུང་ཟེར་མཁན་ཡོད་རེད། ཅེས་པའི་ལུགས་སྲོལ་ཡོད་རེད། བླ་མ་ཡི་དམ་མཁའ་འགྲོ་སྲུང་ལ་དཀོན་མཆོག་སྲུང་འོད་ཟེར་རྩ་བ་སྲུང་འོད་ཟེར་རེད། བྱིན་རླབས་ཀྱི་རྩ་བ་བླ་མ་རེད་དངོས་གྲུབ་ཀྱི་རྩ་བ་ཡི་དམ་རེད་ཕྲིན་ལས་ཀྱི་རྩ་བ་མཁའ་འགྲོ་ཆོས་འབྱུང་རེད། དེའི་ལུགས་སྲོལ་ཡོད་རེད། ད་ནང་བཞིན་ལྕགས་སྦྲུལ་དེ་ལ་ལྕགས་སྲུང་དང་ཕྱི་ཡི་ལྕགས་སྲུང་ནང་གི་ལྕགས་སྲུང་གསང་བའི་ལྕགས་སྲུང། རྩ་དང་རླུང་དང་ཐིག་ལེ་སྲུང་འདི་སྲུང་གསང་བའི་ལྕགས་སྦྲུལ་ཡིན། ཤར་རུ་དེ་འདྲ་ཡོང་བ་དེ་རེད། ད་དེ་ཚོ། ད་ཁོང་ཚོ་ཕྱིར་འགུག་འབོད་འདུག་རེད་ཡ། ལྕགས་འབྲུ་བྱས་པས་བསྐོར་ཏེ་རང་གི་མཐའ་ལ་སེང་ཆེན་ཐམས་ཅད་བཀོད། མདུན་ལ་བླ་མ་མཆོད་པའི་ཚོགས་ཤིང་དང་ལྕགས་ཟུང་བཀོད་འདུས་བཀོད། མཐའ་ལྕགས་ཟུང་འབྲུ་བཟླས་པའི་སྒང་ལ་ལྕགས་ཟུང་པའི་ཚོགས་ཤིང་འདི་རང་དང་བརྗོད་ཐ་དད་པ་མ་ཡིན་པ། བརྗོད་གཅིག་པ་ཅིག་བྱས་ནས། སྙིང་རྗེ་བྱེད་པ་རེད་ད་ལྟ་སངས་རྒྱས་ཚར་བ་དེ་སུ་གེ། བའི་བརྗོད་གཞན་ལ་ཡོད་པའི་ལྕགས་ཟུང་དེ་རྒྱུ་ཆབ་རེད། བདུན་བཞག་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ་རེ། བདུན་ལ་བཀོད་བཞག་པའི་ཚོགས་ཞིང་འདི་ལ། གཞན་ལ་དྲུག་ཚར་བ་དང་རང་གི་ཐོབ་བྱ་ཉིན་གཅིག་པ་བྱས་ནས་རང་ཡང་མ་འོངས་པ་ན་སངས་རྒྱས་དེ་དང་དེ་གང་ག་ལོག་གི་གོ་མ་ཐོབ་གོ་རེ། རང་གི་མ་འོངས་པ་ན་ཐོབ་བྱར་གྱུར་པའི་སངས་རྒྱས་དེ། མདུན་གྱི་སྐྱབས་གསུམ་པོ་དེ་རང་གི་ཐོབ་བྱ་ཡིན། རང་གིས་དེ་ཐོབ་པའི་ཐབས་སྤྲད་གི་ཡོད། མ་འོངས་པ་ནས་དེ་ཐོབ་དུས་རང་ཡང་དེ་རེད་འགྲོ་གི་རེད། རང་གི་ཐོབ་བྱ་ཡིན་ཙང་ཐོབ་བྱ་ཡིན་པ་ཐག་བཅད་ཐོག་དུས་ཀྱི་བློ་གི་སྒོ་ནས་དེ།

འོན་ཏེ། འདི་རེད། དཀོན་མཆོག་སུ་ལ་སྙིང་ནས་ལྕགས་གསུམ་ལྕགས་འབྲུ་བྱས་པ་སྟེ། གཞན་གཅེས་བསྡུས་པ་དེ་ལ་ཕྱི་ཡི་ལྕགས་འབྲུ་ཟེར་གི་རེད། རྒྱུ་ལྕགས་ལ་ལྕགས་སུ་འགྲོ་བ་ཟེར་གི་རེད། འབྲས་ལྕགས་ལ་ལྕགས་སུ་འགྲོ་བ་རང་གི་ཐོག་རྒྱར་གྱུར་པས་རང་གི་དགོངས་ཡག་གི་ལྷ་དེ་རང་གི་ཐོག་རྒྱ་ཐག་བཅད་ནས་ཐོག་རྒྱ་ཡིན་ཙང་རང་སེམས་བདེ་བ་ཆེན་པོ་ལྕགས་ཡུལ་གྱི་རྣམ་པ་ཤར་བ་དེ་ལ་བྱེད་ཀྱི་ཡིན་ན། རང་བླ་མ་ཡི་དམ་རང་སྲས་དབྱེར་མེད་ཀྱི་སྒོ་ནས་ལྕགས་འབྲུ་ཕྱི་གི་ཡིན་ན་ནང་གི་ལྕགས་འབྲུ་ཟེར་གི་རེད། རྩ་དང་ཐིག་ལེ་རྩ་རླུང་ཐིག་ལེ་ནོད་པ་ཅིའི་ཕྱིར་གསུངས་ནས་ཨེ་ཡོང་འཛུམ་གཅིག་ལ་ད་བར་རང་རྐྱང་འབའ་ཞིག་ཤར་བའི་སྒང་ལ་ས་འོག་གི་འབུ་སྲིན་ཡན་ཆད་ལ་ཡི་ལྕགས་འབྲུ་བཅས་ཆོད་ཡང་དུས་ཅི་ཡོང་རེད། དེ་ཡི་སྐབས་ལ་ནི་གསང་བའི་ལྕགས་འབྲུ་ཟེར་གི་ཡོད་རེད་ད་གང་ལྟར་ཡིན་པའི་ལྕགས་འབྲུ་ཡག་པོ་ཅིག་བཅད། སུན་བཅད་དེ་ཡག་པོ་ཅིག་བཅད། དེ་ནི་དངོས་གཞི་རང་གི་སྤྱི་བོ་ལ་སྒུང་བས་དེ་སྤྱི་བ་རེད་ད་ཁ་སིང་ཤེས་པ་ནང་བཞིན་རེད། ཨ་ནི་དངོས་གཞི་ཡི། སྤྱན་དྲངས་གཉིས་མེད་ཀྱི་དབང་བསྐུར་བཞི་བསྡེབས་ཀྱི་རང་ཧེ་རུ་ཀ་ཡི་ཞལ་གཅིག་ཕྱག་གཉིས་པའི་སྐུ་ཡོ་ཨེ་དང་དེ་ན་ད་ང་རྒྱལ་ཏོག་ལ་ལོད་ང་ཧེ་རུ་ཀ་སངས་རྒྱས་དངོས་ཡིན་བསམ་པའི་བློ་དེ་ཕར་བཞག། རང་གི་བའི་སྡིག་པ་ཕྱི་ལྟར་བསམ་བློ་གཏོང། ཉེས་དམིགས་བསལ་བློ་གཏོང། ཕལ་ཆེར་གྱི་སྡིག་པ་ལ་འགྱོད་པ་ཡག་པོ་བྱེད། ཕྱེད་ཕྱེད་སྡེ་པ་དེ་བྱད་མུག་གོ་བ་གཅིག་གི་བའི་སྲང་དོ་ཡག་པོ་དང། དེའི་ངང་ལས་སྡེ་པ་དེ་ད་ལྟ་སྙེད་དུ་བས་བྱང་ཞིང་དག་པ་ཞི་ལྷག་མ་དཀོན་མཆོག་གི་མཁྱེན་རྡོ་རྗེ་ཚེ་བའི་མཁྱེན་བསམ་པ་ཅན་ནས་ཡིག་བྱང་འདོད་པའི་སྒང་ལ་བདུད་རྩིའི་འོད་ཟེར་དང་བཅས་པ་བབས་ཡོང་ནས། འོད་ཟེར་ཕར་སྤྲོས་ཟིན་བྱིན་གྱིས་འདི་དྲིས་ཀྱང་སངས་རྒྱས་ལ་ཆོས་བམ་པའི་འོད་ཟེར་གྱི་སྣེ་ལ་སངས་རྒྱས་ཀྱི་བྱིན་རླབས་ཐམས་ཅད་པའི་འོད་ཟེར་འདོན་ལ་ཚུར་ཆུད།

དེ་ལ་ཉེ་བ་ནི་འགྲོ་ཀུན་བྱུང་ན་ཁ་བོ་རེད་སྡེ་པ་གཅིག་ཚད་དགུ་མ་རེད་སྡེ་པ་པད་པན་ཚེ་རོལ་སྔ་མ་ནི་ད་ལྟ་ཕན་ལ་སྡེ་པ་ན་ཁ་ལ་མ་ཆུ་དེ་བཞིན་བསགས་ཚར་རེད། སྤྱོད་འཇུག་ལས་གསུང་ཡ་དེ་སྐད་ཅིག་གཅིག་བྱས་འདིའི་པས་ཀྱང་བསྐལ་པར་མནའ་མས་གནས་བྱུར་ནའང་ཟེར། སྐད་ཅིག་གཅིག་ཕྱོགས་བརྩི་ཅི་ལ་བྱེད་ཡག་གི་སྡེ་པ་འགའི་དམྱལ་བ་རྣམས་ལ་བསྐལ་པ་གཅིག་གི་རིང་ལ་མནའ་མ་མནའ་མས་ནས་བཞག་གི་ཡོད་རེད་དེ་ཡོད་ན། ཨ་ནི་ཐོག་མའི་འཁོར་ར་ས་བས་ས་དེ་གི་དེ་འདྲུ་མི་འདྲུ་སྨོས་ཅི་དགོས། ཐོག་མ་མེད་པ་ནི་ད་ནི་ཕན་ལ་འདི་པ་ས་ཞིག་ཡོད་རེད་ཨ་ནི་བྱེད་པ་བྱུང་བ་དེ་འདྲུ་ལས་རི་བ་བྱས་རྩ་བ་ཉིད་ནི་མི་འདུག་གསུང་བར་དེ་ནའང་ཉེས་བྱས། ད་ཚེ་འོང་ཚང་འདི་པ་དེ་དོན་བསམ་འགྲོས་པ་དེ་འདྲའི་སྒང་ལ་འཛོམས་ཙང་ལས་ཀ་མེད་དུས་འདི་པ་གྲངས་ཀ་རྒྱག་དགོས་རེད། སོ་སོའི་དྲན་པ་གཉིས་ནི་བཟུང་ཨ་མའི་ཁུ་བ་དེ་མ་སྐྱེ་འགྲོ་འདི་པ་དྲན་གི་མ་རེད་སོ་སོའི་དྲན་པ་གཉིས་ནི་བཟུང་སོགས་ག་ཚད་བྱས་འདུག་བསམ་བློ་གཏོང་ནས། མི་བསད་འདུག་ཀ་ཙའི་བསད་འདུག་འབུ་སྲིན་ཀ་ཙའི་བསད་འདུག། དེ་འདྲའི་གྲངས་ཀ་རྒྱག་ཡིན་ཉག་ཀ་ཙའི་བསད་འདུག། ཤ་ཀ་ཙའི་ཟ་ཡོད་ན་བ་ད་རང་གི་དེབ་མ་བསད་པར་ད་ཟ་བ་རེད་དེ། བ་ད་འདི་བ་ད་གྲངས་ཀ་འདྲེན་གིན་འདྲེན་གིན་བྱས་ན་ཚེ་འདི་ལ་ས་བཞག་པ་དྲན་པ་དེ་གྲངས་ཀ་ཐེག་གི་མ་རེད། ཨང་དེ་འདྲའི་བསམ་བློ་དང་སྡིག་པ་ལ་དཔག་ཏུ་མེད་པ་ན་ཁ་ཁོང་ནི་ཡོད་རེད། ད་དེ་འདྲ་ཡིན་ན་ད་མིག་བཙུམ་པ་ད་ག་ནི་ངན་སོང་དུ་མ་འགྲོ་ཡག་ད་ཡག་གི་ཐབས་རྩ་ནི་མེད་ངེས་ཅི་རེད་བསམ་པར་བུ་བྱས་ནས་འགྱོད་པ་གང་འདྲ་འདྲ་བྱས་ནས་བས་སྡིག་པ་ལ་འགྱོད་པ་བྱས་ནས་འདི་སྡིག་པ་ད་ཡག་གི་སྟོབས་གཅིག་རེད། སུན་འབྱིན་གི་སྟོབས་དེ་རེད། སུ་ཐར་གི་ཉིས་བརྒྱའི་ཆེད་དུ་བསད་ན་ནི་ཡང་སུའི་རེད། སོར་བཤགས་ཆེད་དུ་བསད་ན་དེའི་ནང་རེད་དམྱལ་བ། ལྟུང་བྱེད་འབའ་ཞིག་པ་ཆེད་དུ་བསད་ན་བདུན་བཅོམ་རེད། ཕམ་པ་ཆེད་དུ་བསད་ན་དམྱལ་བ་མནའ་མེད་རེད། དེ་འདྲའི་གསུང་ཡོད་ཙང་དུ་སུ་ཡང་བསམ་བློ་གཏོང་སྡིག་པ་གཅིག་གི་འབྲས་བུ་ལ་ཨི་ནས་འབྲས་བུ་གསུང་རུ་གསུང་རུ་འཇོན་ལོ། དེ་འདྲའི་བསམ་བློ་གཏོང་གི་སྡིག་པ་ལ་འཇུས་པ་མ་བྱེད་ཀ་མེད་ཅིག་ཡོད་རེད་དེ་བྱུང་ན་འཇུས་པ་ཡག་པོ་བྱེད་སྔ་དྲང་གི་ནི་ཨ་ནི་སྡིག་པ་སྦྱངས་པའི་སྐུ་དུས་ཡེ་དད་མི་དད་ཕུང་དད་གསུམ་གི་ནང་ནས་ཡེ་དད་ཀྱི་སྐབས་སུ་ལུས་ཀྱི་སྡིག་པ་གཙོ་བོ་བྱེད།

ཡིད་ཀྱི་བསམ་བློ་གཏོང་ནི་ཀུན་ནས་མ་ལོངས་ལུས་ངག་གཉིས་ལ་ནུས་པ་ཡོད་མ་རེད། སེམས་ཀྱི། ཅིག་བསམ་བློ་གཏོང་ནི་ཁ་ནས་བཤད་པ་རེད་སེམས་ཀྱི་བསམ་བློ་གཏོང་ནི་ལས་ཀ་བྱེད་པ་རེད་མ་གཏོགས། ལུས་ངག་གཉིས་པོ་དེ་སེམས་ཀྱིས་བསྐུལ་བ་ཡིན་ཚེ་རྩ་བ་ཐུག། སེམས་ལ་ཐུག་དེ་ཡོད་རེད་བྱས་ཙང་སེམས་ཀྱི་སྡིག་པ་དེ་གཙོ་བོ་ཆེ་སྦྱང་བཞག་གི་ཡིན་ན་སྡིག་པ་དག་ཚབས་ཆེ་བ། དེ་ག་ནང་བཞིན་རྡོ་རྗེ་སེམས་དཔའ་ལ་རུས་པའི་རྒྱན་དྲུག་ཕྱི་དང་སུའི་ནི། པའི། ཕྱག་རྒྱ་དྲུག་དང་ཡར་ཕྱག་རྒྱ་དྲུག་ཡང་ཕྱག་རྒྱ་ལྔས་བརྒྱན་པ་དེའི་སྟོབས་གཅིག་རེད། དེ་འདྲའི་དེ་འདྲའི་བྱས་ནི། དང། འདི་པ། དང་ཡང་གི་ཐབས་བྱས་རྡོ་རྗེ་སེམས་དཔའི་དགོངས་འདི་སྟོན། ཐོས་མཚམས་ལ་སྟོན། དུས་སྦྱོར་རྡོ་རྗེ་སེམས་དཔའི་དགོངས་འདི་བཟང་ལ་བྱས་ཀྱི་ཡོད་ན། ཨེ་ལ་དགོངས་དག་ལ། ཡིག་བརྒྱ་ཉུལ་རྩ་གཅིག་སྟོན་ཨ་ཐུག་ལྟ། ཡིག་ཆ་ཉི་ཤུ་རྩ་གཅིག་པའི་རིང་པོ་སྟོན་མ་ཐུབ་ན་ཡང་བླ་མས་མན་ངག་སྒྲུབ་པ་བྱས་ན། བླ་མ་དང་རྡོ་རྗེ་སེམས་བླ་མ་རྡོ་རྗེ་སེམས་དཔའ་ལ་ཕྱག་འཚལ་ལོ་ཟེར་བྱས་ལམ་སང་རྡོ་རྗེ་སེམས་དཔའ་སྤྱི་བོ་ལ་གསལ་བཏབ་ཏུ་རྫུན་འབེལ་སྦྱང་བྱས་ནས་ཡེ་མ་འདོན་པ་མུ་གུ་བ་བྱས། ད་ཡིན་ཡང་ཡིན་འདོན་པའི་སྐབས་དུས་ཡོལ་བའི་ཚིག་ཁོ་རང་གྲངས་ཀ་རྒྱག་མཁན་གྱི་བཟོར་བའི་ཚིག་ཤར་བའི་གོ་བ་ལེན་ཚེ་ལེན་ཚེ་མ་ཡིན་པ། རྒྱུད་འཁོད་ངེས་ཀྱི་ཐོག་ནས་བ་དོན་དག་དེ་ཡིད་ལ་བསྐུར་ནས་སྨིན་པོ་ཡག་པོ་བྱེད། ད་ཡང་དགོན། ནས་རྫོང་རྫོང་མ་ཐོག་ཏུ་ཡོད་པའི་དགོན་བདག་ལ་བསྡུས་པ་བྱེད་ཀྱི་ནི། བླ་མ་རྡོ་རྗེ་སེམས་དཔའ་ལ་ཕྱག་འཚལ་ལོ་འུ་འབེ་ཛ། འུ་འབེ་ཛ་སེ་ཏོ་ཨ་ཨ་འབེ་ཛ་སེ་ཏོ་ཨ་འབེ་ཛ་སེ་ཏོ་ཨ་གཉིས་རྩ་གཅིག་ལ། ཨ་འུ་འབེ་ཛ་སེ་ཏོ་ས་མ་ཡ་ཚ་གཅིག་འདོན། འོ་ཐུག་བྱས་ནས་ལྟུང་བ་ཕལ་ཁ་གཅོད་ཀྱི་རེད་གསུང་གི་ཡོད་རེད། སོ།
དེ་མན་ངག་ལུགས་གཅིག་རེད། ད་རྡོར་སེང་དགོན་ནས་དེ་འདྲས་བྱས་ཡ། ད་ད་པ་གསུང་གི་རྣལ་འབྱོར། ཟླ་བ་གསུམ་གྱི་རྣལ་འབྱོར་རེ་དེའི་འོག་ལ། རྡོ་རྗེ་སེམས་དཔའི་སྒོ་འདི་མཐའ་ལྷས་སོང་ན་བདག་ནི་མི་ཤེས་རྨོངས་པ་ཡི་དམ་སྲིད་ལས་ནི་འགལ་ཞིང། བླ་མ་མགོན་པོ་སྐྱབས་མཛོད་ཀྱི་གཙོ་བོ་རྡོ་རྗེ་ནོར་བུ་འཆང་དང་འགྲོའི་གཙོ་ལ་བདག་སྐྱབས་བྱེད་ཟེར་བ་དེ་ངེས་པའི་མི་ཤེས་པ་རྨོངས་པས་བསྒྲིགས་ནས་འགན་བྱས་མ་ཡིན་པ་དེ་འདྲའི་ཚགས་སུ་ད་ནི་སོང་བ་ང་འདི་བར་དུ་རྩ་བ་ནས་བྱས་མི་གོ་བ་ཅིག་གི་པས་ང་རེ་སང་ལ་གཏོང་གི་ཡོད་ཚེ་རང་གི་ཡ་ལྡི་པ་དར་བ་གཅིག་སྐྱབས་འཇུག་གནང་རོགས་གནང་ཟེར་བྱས་ནས་གསོལ་བ་བཏབ་གི་ཡོད་རེད་སྟབས་གཙང་མ་དེ། རིགས་ཀྱི་བུ་ཁྱོད་ཀྱི་འདི་རིགས་དང་དང་ཚིག་ཉག་ཆ་ཐམས་ཅད་དག་གོ་ཟེར་ནས་གསུང་བྱོན་སོང་བསམ་པ་བྱས། གསུང་དེ་བྱོན་ནས་དགའ་ལྷང་ལྷང་དང་ད་ངས་འདི་རིགས་དར་བ་ཡིན་པ་རེད་བསམ་པར་བྱས། ད་གསུང་རྒྱུ་ལ་ད་ཁྱོད་ངས་བྱས་བྱས་པས་འདི་རིགས་དར་བ་རེད་ད་གསུང་བར་ད་མ་བྱས་ཨ་མདོག་མདོག་རེད་ད་བསམ། ད་བྱས་བྱས་འདི་བ་བྱས་མ་ཐུབ་བ་གང་ཐུབ་ཐུབ་བྱས་བ། ད་ངེས་པ་ལས་ལྷར་འདུག་པའི་ཏོག་དེ་བ་དེའི་སྐོར་ལ་ངེས་པར་དུ་བསམ་བློ་གཏོང་དགོས་ཡ་གཅིག་རེད། ད་ཡིན་ཆ་སྟོན་ཡང་དེ་འདྲ་བྱེད་ཀྱི་ཡིན་ན། འདི་པ་དག་ནུ་གུ་རེད་ཟེར་རྟོག་གཞི་ཚང་ན། སངས་རྒྱས་ཀྱི་གསུང་བ་རེད། ལས་ཀ་འདི་དང་འདི་བྱེད་མ་ཡིན་པ་བྱས་ནས་པའི་ཆ་དང་མོ་གསུང་གི་ཐོག་ལས་ཀ་འདི་བྱས་འདི་པ་འདི་འདྲ་ཡོད་རེད་སངས་རྒྱས་ཀྱི་གསུང་བ་རེད། དེ་ཡིན་ཙང་འགན་ཆ་འདི་པ་བསགས་པ་ས་ཐག་ཆོད་རེད་སངས་རྒྱས་ཀྱི་གསུང་བ་རེད། མ་འགྲིག་ཚར་རེད། ད་ཡང་ཡིག་ཆ་བཏོན་འདུག་ཤ་དུང་བྱས་ནས་དག་གི་རེད་སངས་རྒྱས་ཀྱི་གསུངས་པ་རེད་དེ་བྱེད་བཞག་གི་ཡིན་ན་ད་དག་དགོས་པ་རེད་ཡང། དེ་གསུང་མཁན་སངས་རྒྱས་གཅིག་རེད་བདེན་ནི་བདེན་འདྲ་རེད་མ་བདེན་ནི་མི་བདེན་འདྲ་རེད་མ་གཏོགས་ཡ་ངས་བྱེད་རྒྱུ་བྱས་པ་ཡིན་ཏེ་བདེན་པ་དག་ཡོད་མི་ཡོད་བསམ་ཐེ་ཚོམ་བྱེད་རྒྱུ་ཡོད་པ་དག་ཡོད་བསམ་པ་རུ་བྱེད་དགོས་པ་རེད། ཡང་སང་ཉིན་ཡིག་ཆ་འདོན་རན་སོང་ནས་འགན་བཅས་ཀྱི་འདི་པ་འདི་དྲན་ཡང་བཏོན། ཡང་མཉེས་པོ་དེ་ལ་འབད་མཉེས་པོ་འདི་བྱས་ནས་འདི་པ་དག་གི་ཡོད་བསམ་པ་འོ་དེ་འདྲས་དེ་འདྲས་བྱས་ནས། ཁྱི་གོ་རེད་འདི་བ་ཆོས་ཟེར་མཁན་དེ་ཧ་ཅང་གི་རྩ་ཆེན་པོ། ཚེ་རབས་མང་པོ་ཁོ་བ་ཐོག་མ་མེད་པ་ནས་ད་ནི་ཕན་ལ་བསགས་བཞག་པའི་འདི་བ་སྟོང་ནག་དེ་རེད་ཡ་ན་ཁ་ནས་མི་ཤོད་པ་རེད་ཆོས་ཡག་པོ་ཞིག་བྱེད་གི་ནི་ཉི་མ་ང་དྲུག་གཅིག་གི་རིང་ལས་པའི་བསམ་བློ་ཡག་པོ་ཞིག་གཏོང་ནས་འདི་ཅུང་ཞིག་བྱེད་གི་ཡིན་ནས་ཁོ་དགའ་རབས་དགའ་རུ་ད་ཚར་འགྲོ་གི་རེད།